གསལ་དུ་ངོ་སྤྲོད་ཞུས་ཟིན་པ་བཅས། ཨ་ནི། སྐྱབས་སུ་འགྲོ་ས་ཀྱི་ཡུལ། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་ཟེར་ན་ག་འདྲ་ཅི་ལ་ཟེར་བ་རེད། དེའི་ངོ་སྤྲོད་དུ་ཞུས་ཟིན་པ་བཅས། ད་དེ་རིང། འོང། ཁ་སང་ང་ཚོས་འདི་བཤད་ཚར་རེད། སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་སྐྱབས་འགྲོ་ག་འདྲས་བྱས་འོར་བས། འོ་དེའི་ངོ་སྤྲོད་དེ་ད་ཆ་ཚང་ཞུས་ཟིན་པ་ཡིན། ད་དེ་རིང་འདི་ནི་མ་ཤེས་ཀྱི། ག་རེད་ཟེར་ན་ཞུ་བས་ན།

ད་སྐྱབས་འགྲོ་བསླབ་བྱ་དེ་འགྲེལ་བཤད་གར་ཆེན་རྒྱལ་པོ་བར་བས་སུ་ཞུ་བ་ཡིན་ན། ད་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་ཡང་སྐྱབས་ཡས་ཀྱི་ནུས་པ་ཡོད་པ་ཡིན་ན་ཡང། ཁོ་ནང་ཚུགས་ཀྱི་གསུང་བཤད་རྒྱུད་ཀྱི་བསླབ་བྱ་དེ་གི་དེ་ང་ཚོས་མ་ཉན་པ་ཡིན་ན་ང་ཚོ་ག་ལ་བ་རེད་ཁོ་བ་ནས་ཐར་ཡ་མེད་པ་རེད། དེ་ནམ་རྒྱུན་ངས་དཔེ་བཞག་བསྡད་དེ་རེད། སྨན་པ་མཁས་པ་ག་ཚོད་ཡོད་ན་ཡང། འཛམ་བུ་གླིང་འདི་ག་ལ་སྨན་པ་ཡག་ཤོས་རེད་ལབ་པ་ཡིན་ན་ཡང། སྨན་པ་འདི་གི་བསླབ་བྱ་འདི་ནད་པ་འདི་གི་མ་ཉན་པ་ཡིན་ན་ནད་པ་འདི་དྲག་ཡག་གི་གོ་སྐབས་མེད་རེད་བ། དེ་ནང་བཞིན། སྨན་པའི་ངོས་ནས་ནད་པ་འདི་སྐྱབས་ཐུབ་ཡག་གི་ནུས་པ་མེད་པ་དེ་འདྲ་མ་རེད་བ། སྨན་པ་འདི་འཛམ་བུ་གླིང་འདི་ན་ཡག་ཤོས་གི་སྨན་པ་རེད་ཟེར་བ་ལྟ་ཁོ་ལ་སྐྱབས་ཡག་གི་ནུས་པ་མེད་ན། མེད་པ་འདྲ་ཕྱིར་རོ། སྨན་པའི་ངོ་ནས་ནུས་པ་ཆ་ཚང་ཡོད་པ་ཡིན་ན་ཡང་སྨན་པས་ཀྱི་བསླབ་བྱ་དེ་གིས་དེ་ནད་པ་དེ་མ་ཉན་པ་ཡིན་ན་ནད་པ་དེ་དྲག་ཐུ་ཡང་མེད་པ་དང་དྲག་ཡག་གི་གུས་པ་མེད་པ་འོ་དེ་འདྲ་ཆགས་འགྲོ་གི་ཡོད་རོ། འོ་ད་དཔེ་འདི་ནང་བཞིན། དཔེ་འདི་ནང་བཞིན། ག་སི་ཝ་ར། ང་རང་ཚོ་ནམ་རྒྱུན་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ནས་སྐྱབས་ཡས་ཀྱི་ནུས་པ་དེ་ཆ་ཚང་ཞིག་ཡོད་པ་ཡིན་ན་ཡང། ང་རང་ཚོའི་ངོས་ནས་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་གྱི་བསླབ་བྱ་འདི་གའི་དེ་ལག་ལེན་ལ་མ་བསྟར་བ་ཉམས་ལེན་མ་བྱས་པ་ཡིན་ན་ང་ཚོ་འཁོར་བ་ནས་ཐར་ཐབས་མེད་པ་བཟོ་འདོད་ཅིག་སྡུག་བསྔལ་གྱི་ནང་ལ་མུ་མཐུད་ནས་འདས་དགོས་བཟོ་འདོད་ཅིག་འོ་དེ་འདྲ་ཅིག་ཆགས་འགྲོ་གི་ཡོད་རེད་ཞུ་ཡ་ཡིན། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་སྐྱབས་འགྲོའི་བསླབ་བྱ་འདི། ཉམས་ལེན་བྱེད་དགོས་རེད། ད་སྐྱབས་འགྲོའི་བསླབ་བྱ་དེ་ལ་ག་འབྲེལ་ཡོད་རེད་ལབ་ཡོད་ན། ཐུན་མོང་མ་ཡིན་པའི་བསླབ་བྱ་དང་ཐུན་མོང་གི་བསླབ་བྱ་ཟེར་ཉིན་ཡོད་རེད། ད་ཐུན་མོང་མ་ཡིན་པའི་བསླབ་བྱ་དང་ཐུན་མོང་གི་བསླབ་བྱ་ཟེར་ཉིན་ཡོད་རེད། ད་ཐུན་མོང་མ་ཡིན་པའི་བསླབ་བྱ་དེ་ལ་ཡང་ནང་ཚན་གཉིས་ཡོད་རེད་དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ་ཟེར་གཉིས་ཡོད་རེད། ད་དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ་ཟེར་ཡ་དེ་ངར་ཚོ་སྨན་པ་འདྲ་བོ་ཅིག་ཆགས་ཆགས་ཡིན་ན་སྨན་པའི་གི་ནད་པ་དེ་ལ་ཁ་ལག་འདིའི་རིགས་དེ་ཟ་རྒྱུ་ཡོད་མ་རེད་ཁྱོད་རང་གནོད་གི་རེད་ཟེར་ཡ་དེ་དགག་པའི་བསླབ་བྱ་འདྲ་བོ་དེ་རེད། སྨན་པས་གི་ནད་པ་དེ་ལ་ཁ་ལག་འདིའི་རིགས་དེ་ཁྱེད་རང་ཟ་དགོས་རེད་འདི་ཁྱེད་རང་གི་གཟུགས་སྟོབས་རྒྱས་ལ་ཕན་གི་རེད་ཁྱེད་རང་གི་ན་ཚ་ལ་ཕན་གི་རེད་ཟེར་དེ་སྒྲུབ་པའི་བསླབ་བྱ་སོགས་བྲོ་བྱ་དེ་རེད་འོ་དེ་འདྲ་བྲོ་བྱེད་རེད་ཞུ་ཡ་ཡིན། ད་དགག་པའི་བསླབ་བྱ་དེ་ལ་སངས་རྒྱས་དཀོན་མཆོག་གི་དགག་པའི་བསླབ་བྱ་དང་ཆོས་ཀྱི་དབང་ཕྱུག་གི་དགག་པའི་བསླབ་བྱ་དང་སྒྲུབ་དགག་པའི་དགེ་འདུན་དཀོན་མཆོག་གི་དགག་པའི་བསླབ་བྱ་ཞེས་གསུམ་བྱེད། སྒྲུབ་པའི་བསླབ་བྱ་འདི་ལ་ཡང་སངས་རྒྱས་དཀོན་མཆོག་གི་སྐབས་སྒྲུབ་པའི་བསླབ་བྱ། ཆོས་དཀོན་མཆོག་གི་སྒྲུབ་པའི་བསླབ་བྱ་དགེ་འདུན་དཀོན་མཆོག་གི་སྒྲུབ་པའི་བསླབ་བྱ་ཟེར་ནས་གསུམ་ཡོང་སྟེ་ཡེ་རོ་ཤི་ཡཱ་ཡིན། བྱས་ཙང་ད་འགགས་པའི་བསླབ་བྱ་ལ་གསུམ་སྟེ། དང་པོ་སངས་རྒྱས་དཀོན་མཆོག་གི་འགགས་པའི་བསླབ་བྱ་ཟེར། བྱས་ཙང་ད་ང་ཚོ་སྐྱབས་འགྲོ་གི་བསླབ་བྱ་ནང་ལོ་ནས་དང་པོ་ཁོ་རང་ནས་གར་ཐོན་དགོས་རེད་སངས་རྒྱས་དཀོན་མཆོག་གི་འགགས་པའི་བསླབ་བྱ་ཐོན་དགོས་རེད་ཉམས་ལེན། བྱས་ཙང་ང་རང་ཚོ་ནང་པ་ནང་པ་སངས་རྒྱས་པའི་གི་ད་ཉམས་ལེན་དང་པོ་དེ་སྐྱབས་འགྲོ་ར། སྐྱབས་འགྲོའི་གི་ནི། བསླབ་བྱ་ཡི་ནང་བསླབ་བྱ་དང་པོ་དེ་གར་མཐུན་བར་ནི་སངས་རྒྱས་དཀོན་མཆོག་གིས་དགག་པའི་བསླབ་བྱ་མཐུན་བར་དེའི་ནང་ལོགས་ལ་ག་རེ་གསུངས་ཡོད་ལགས་ན། འཇིག་རྟེན་པའི་ལྷ་ལ་སྐྱབས་འགྲོ་བྱེད་མི་ཆོག་ཅེས་གསུངས་བ་དང། བྱས་ཙང་ད་འཇིག་རྟེན་པའི་ལྷ་ལ་སྐྱབས་འགྲོ་བྱེད་པ་ཡིན་ན་ཨ་ནི་ནང་པ་སངས་རྒྱས་པའི་གི་ད་བསླབ་བྱ་དང་པོ་དེ་ད་འགལ་འགྲོ་གི་ཡོད་རེད་བྱས་ཙང་ད་ནང་ང་རང་ཚོ་ཐོད་རྒལ་ལྟས་ངན་ལ་སོགས་པ་དེ་འདྲ་མང་པོ་ཡོང་གི་ཡོད་ར་ད་ང་ཚོ

རྒྱས་དྲུག་ཏུ་བྱས་ནས་སོང་ཡོང་དགོས་ལ་བྱས་ཙང་ད་ང་རང་ཚོ་ད་དོལ་རྒྱལ་ལྟས་ངན་ད་ཡོད་ཀྱི་མ་རེད་དེ་ཡིན་ན་ཡང་ང་ཚོ་ལ་ཉེན་ཁ་ཚ་བོ་ག་རེ་ཡོད་ལ་ནི་འཇིག་རྟེན་པའི་ལྷ་གཞན་དག་དེ་འདྲའི་ལྟས་ངན་གྱི་ཉེན་ཁ་དེ་ཡོང་སྲིད་པ་རེད། ངས་དཔེ་འདྲ་བོ་ཞུས་ན་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོ་ལ་གཅིག་ག་རེ་ཡོད་ལ་ནི་འཇིག་རྟེན་པའི་ལྷ་ད་གྲྭ་བ་འདྲ་བོ་གཅིག་སྐད་སྒྲ་ཚ་གཅིག་ལྷ་ཡག་པོ་རེད་ད་ཡང་སྡུག་ཅག་དེ་འདྲའི་གལ་མ་རེད་དཔེར་ན་གནས་ཆུང་གནས་ཆུང་ཆོས་རྗེ་ང་ཚོ

གཅིག་གིས་གཅིག་ལ་རེ་བ་བཅོལ་ཆོག་གི་རེད་མ་གཏོགས་སྐྱབས་འགྲོ་བྱས་ནས་ཡོང་མ་རུང་ད་སེམས་གཏིང་ནས་དད་པ་དང་དེ་འདྲ་ཞིབ་པོ་གཅིག་སྐྱེས་ན་ནི། དཔེ་དེ། ལག་གཉིས་ཐལ་མོ་བརྒྱབ་ནས་ནི། ད་ངེད་ཀྱི་སྡུག་བསྔལ་ཐམས་ཅད་ཁྱེད་རང་ལ་རག་ལས་ཡོད་རེད་སྟོང་ཟླ་འགྲོ་བྱེད་ཁྱེད་རང་གི་སྐྱབས་རོགས་བྱེད་སྟོང་ཟླ་འགྲོ་བྱེད། དེ་འདྲས་ཀྱི་ད་དཔེ་དེ་སེམས་གཏིང་ནས་དད་པ་སྐྱེས་དེ་འདྲ་བྱས་ན་ད་བེད་ཅེ་བེད་ཅེ། སྐྱབས་འགྲོ་སྟོང་འགྲོ་ཨེ་དགོས། ཉེན་ཁ་ཆེན་པོ་ཡོད་ད། འོ་འདི་ཚོ་ང་ཚོ་གི

མཆན་བཅོས་བྱས་ཆོག་མ་རེད་དེ་ནི་ངས་ཞུ་མེད་ད་རེ་བ་བཅའ་ཆོག་གི་རེད་ཁ་ཤས་ཨ་རིའི་བི་ཛ་རག་ཡ་ཆེད་དུ་ལ་མཆན་བཅོས་བཏང་ངེས་ཡོད་རེད་ཡིག་རྩལ་ལམ་ལོང་ཡོང་ཡ་ཆེད་དུ་མཆན་བཅོས་བཏང་ངེས་ཡོད་རེད་ད་དེ་འདྲ་འདྲ་མི་ར་རིགས་མང་པོ་ཡོད་རོགས་ད་དེ་འདྲ་ད་བྱས་ཆོག་གི་རེད་དེ་ཡིན་ནས་སེམས་གདིང་ནས་བས་ད་བས་ངའི་དཀའ་ངལ་དང་སྡུག་ངལ་ཐམས་ཅད་ནི་ཁྱོས་བསྐྱབ་ཐུག་གི་རེད་ཟེར་ནས་དེ་འདྲའི་གི་ཡིད་ཆེས་དེ་འདྲ་ཞུ་བྱས་ག་ཆེ་ན་ཨ་ནི་སྐྱབས་འགྲོ་གཏོང་ཡ་གི

ང་རང་ཚོའི་མི་ཚེ་ནང་ལོ་ལ་སོ་སོའི་གི་ཅིག་རྐང་བཙུགས་ནས་བྱེད་པ་མ་རེད་ཡིན་ན་མཚམས་རེ་མཚམས་རེ་བྱེད་སྟངས་ལས་སྟངས་མ་འགྲིག་པའི་དབང་གིས་གཞན་ལ་གནོད་ཡ་དེ་འདྲས་ཏན་ཏན་ཡོང་སྲིད་རོགས། མ་གཏོགས་གཞན་རྐང་བཙུགས་ནས་བྱེད་ཡ་དེ་འདྲས་རྩ་བ་ཉིད་ནས་གནང་གི་ཡ་མ་རེད་ལ་མ་གནང་རོགས་བྱས་ཟེར་ནས་ངས་འོ་དེ་ཞུ་ཡ་ཡིན། ད་དེ་ནས་དགེ་འདུན་དཀོན་མཆོག་གི་བསླབ་བྱ་དེ་རེད་ད་དགག་པའི་བསླབ་བྱ་དེ་ཕྱི་རོལ་མུ་སྟེགས་པ་དང་གྲོགས་བསྒྲིགས་ནས་ཆོག་ཅེས་གསུངས་རེད་ད།

དམིགས་བསལ་གྱི་ཅིག་ནང་ཆོས་གཏིང་ཟབ་པོ་མ་ཤེས་མཁན་དེ་ཚོ་དེ་བས་ཀྱང་ཁུག་འགྲོ་ཡས་ཀྱི་ད་ཉེན་ཁ་འགྲོ་བ་དེ་ཞུ་བྱུས་ཡོད་དེ་བར་དེ་འདྲས་ཀྱི་ཆ་ནས་གསུང་གི་ཡོད་ཟེར་བ་ད་སྙེ་མ་ཆེ་མུ་སྡིག་པ་དང་གྲོགས་སྒྲིག་མི་གྲོགས་སྒྲིག་བ་ཡིན་ན་ནི་མུ་སྡིག་པ་ཚོ་ག་ལི་ག་ལི་ཁ་བསྒྱུར་བཏང་ཡས་ཟེར་བ་འགྲོ་མི་ནི་བྱུས་ཡོད་ར་ད་དམིགས་བསལ་གྱི་དེ་རེ་ཟེར་ཡིན་ཡིག་ཤུག་དང་ཟེར་ཡིན་ན་དེ་འདྲས་ཞུ་བྱུས་བ་ར་སྤོ་བོ་ཆུང་ཆུང་དེ་ཚོ་དམིགས་བསལ་གྱི་ཆེད་གར་ཟེར་གི་ད་དམིགས་བསལ་ཀུན་ཏུ་ཁྱེད་ར་འདོད་པ་ག་རེ་ཡོད་དཀོན་མཆོག་ལ་གསོལ་བ་བཏབ་ད་ཡོང་གི་རེད་ཟེར་ཡིན་ན་ཀུན་ཏུ་དགོངས་དག་མ་ཉོས་ངོས་ལ་ཀུན་མཆོག་ལ་གསོལ་བ་བཏབ་ཆུ།

ཨོ་དེ་འདྲའི་གི་ད་ལས་ཀ་དེ་འདྲའི་ཡོང་དེ་གི་ད། ཨོ་འདི་འདྲའི་མང་པོ་ཡོང་གི་ཡོད་རེད་བྱས་ཙང་ད་ག་ད་དེ་འདྲའི་གི་ཆ་ནས་གསུང་གི་ཡོད་རེད། ད་ཡིན་ན་ཡང་རྒྱ་ནག་ཚོ་ཡང་སེམས་ནང་ལ་དེ་འདྲའི་ཡང་དོགས་པ་དེ་འདྲའི་ཡོང་སྲིད་རེད། ཨ་ནི་དེ་འདྲའི་ཡིན་ན་དེ་རིང་སང་གི་ཀུན་འདུས་ཡེ་ཤེས་ནོར་བུ་ད་གི་ཡ་ནི་རྒྱ་རོམ་གྱི་ཡ་ནི་མུ་སྟེགས་པའི་གི་ད་བླ་མ་ཆེ་རེ་བྱས་ཚེ་ཉམས་དོད་ལ་ཨ་ནི་གྲོགས་པོ་འགྲིག་གི་འདུག་ཨ་ཟེར། དེ་ནི་གྲོགས་འགྲིག་མི་ཆོག་ཟིག་འདུག་ཨ་ནི་དེ་ཨ་ནི་གྲོགས་པོ་འགྲིག་གི་འདུག་ཨ་ཟེར། དེ་འདྲ་གསུངས་པ་ཡིན་ན་ད་དེ།

ལོག་སྲོལ་དེ་མི་འགྲོ་དཔེར་ན་བོད་པའི་གི་ཧིན་དུ་ལྷ་ཁང་དེ་འདྲ་འགྲོ་ཡ་འགྲོ་དེ་འདྲ་དང། ད་འགྲོ་མཁན་རེས་རེས་ཡོད་འགྲོ་དེ་མ་ཤེས་མི་ཤེས་ད་ཡང་ང་ཡིན་ན་འགྲོ་གི་ཡོད་ག་དུས་ཡིན་ནས་ཧིན་དུ་ལྷ་ཁང་འདྲ་བོ་དེ་འདྲ་དང་དེ་འདྲའི་ད་གནས་སྐོར་དེ་འགྲོ་དུས་ཕ་ཆད་གི་ད་ནང་པའི་གནས་མང་ཆད་ལ་ཡ་དེ་ཁྲིད་དེ་ལ་ཧིན་དུ་ལྷ་ཁང་འདྲ་བོ་དེ་འདྲ་ཡོད་ཡོད་པ་འདྲ་བོ་བྱེད་རོགས། དེ་འདྲ་ཡིན་དུས་ཚང་མ་ལ་དེ་འདྲའི་ལ་ཡོད་པ་མཉམ་དུ་བ་འགྲོ་ཞག་གི་ན་ཆོས་ལུགས་མཐུན་འབྲེལ་རོགས།

ཐུགས་སྣང་གནང་ན་ཡག་པོ་འདུག་ང་ཚོའི་ལྟ་དེ་ཧིན་དུ་གི་ལྷ་ཁང་རེད་དེ། ང་ཚོ་དེ་འབྲེལ་བ་ཡོད་མ་རེད་གདོང་གཏོགས་འགྲོ་བྱེད་ཅེས། རྩ་བ་གཉིས་ནི་གོམ་པ་ཁོ་ར་རྒྱབ་རོགས་བྱེད་མི་འདུག་ང་ཚོ་དཔེ་ཁྲག་པོ་འགྲོ་བྱེད་ཀྱི་འདུག། རྐང་བཙུན་ནི་ད་བྱེད་དགོས་པ་མ་རེད་དེ། ཡིན་ན་ང་རང་ཚོའི་གི་སེམས་ནང་ལ་ལོག་ད་བག་ཆགས་ཟེར་བ་ར་གོམས་གཤིས་དེ་འདྲས་ཅིག་ཡོང་བསྡད་ཀྱི་འདུག་དེ་ཚོ་ང་ཚོ་དགོངས་པ་བཞེས་དགོས་ཡ་ཅིག་རེད་བྱ་ད། འོ་ད་དེ་འདྲས་འགྲོ་བྱེད་ཞུ་ཡ་ཡིན།

རྡོ་ཡི་ཟོས་བཤད་རྒྱུ་ཡིན་ན་འདྲ་དང་གསེར་གྱི་ཟོས་བཤད་རྒྱུ་ཡིན་ན་འདྲ་དང་དངུལ་ཡི་ཟོས་བཤད་རྒྱུ་ཡིན་ན་འདྲ་དང་ལྕགས་ཀྱི་ཟོས་བཤད་རྒྱུ་ཡིན་ན་འདྲ་ཟངས་ཀྱི་ཟོས་བཤད་རྒྱུ་ཡིན་ན་འདྲ་འདམ་བག་གི་ཟོས་བཤད་རྒྱུ་ཡིན་ན་འདྲ་གང་ལྟར་སངས་རྒྱས་བཅོམ་ལྡན་འདས་དངོས་སུ་ཕེབས་པ་ལ་ན་ཞིག་ཡི་དྭགས་གུས་ཞབས་བྱེད་འོ་རེད་སངས་རྒྱས་བཅོམ་ལྡན་འདས་དངོས་སུ་བཞུགས་ཡོད་པ་ན་ཞིག་གུས་ཞབས་བྱེད་འོ་རེད་ཞེས་ནས་གསུང་ཡ་དེར་ད་བྱས་ཙང་དེ་བཞིན་གཤེགས་པའི་སྐུ་འདྲ་ཡོངས་ལ་ཡང་སངས་རྒྱས་དངོས་ན་ཞིག་གུས་ཞབས་བྱེད་འོ་རེད་ཟེར་ཏེ་སྒྲུབ་པའི་བསླབ་བྱ་བྱས། དེ་ནས་ཆོས་དཀོན་མཆོག་གི་སྒྲུབ་པའི་བསླབ་བྱ་དེ་ག་རེ།

ད་བྱང་ཆུབ་ཀྱི་སེམས་ལ་སོགས་པ་དེ་སྐད་དེ་བཞག་གོ་བར་བ་ད་འགོག་བདེན་དང་ལམ་བདེན་དེ་སྐད་དེ་བཞག་གོ་བར་ཁ་ཟུར་མ་ཟུར་ཞུས་ཡོན་པ། ཅེས་སོ་འདོན་ཚུལ་ཆོས་ཀུན་སྦྱོར་མ་རེད་དེ་ཆོས་ཀུན་སྦྱོར་དེ་སྐད་དེ་ཐོབ་ཡ་གི་ད་ལམ་དོན་ཇི་མ་ཇི་བཞིན་ཡོད་དེ་བས་ཀྱི་ད་ཡི་གི་དེ་སྐད་དེ་ལ་ཆོས་ཀུན་སྦྱོར་ནང་བཞིན་གྱི་ད་གུས་ཞབས་བྱེད་ནས་བརྩི་བཀུར་བྱེད་གོ་རེ་ཅེས་གསུངས་པར། བྱས་ཙང་ད་ང་རང་ཚོ་བོད་ཡིག་དག་ཏུ་ཟབ་ཟབ་བྱེད་དགོས་ཡ་གལ་ཆེན་པོ་རེད་དོ། ད་ང་རང་ཚོས་ད་ཁ་ཤས་པས་སྤྱི་བཏང་ནས་ང་ཚོ་བོད་ཡིག་ཙམ་མ་ཡིན་པ། ཡི་གེ་ག་འདྲ་ཡིན་ན་ཡང་རྒྱ་གར་གྱི་ཡི་གེ་ཡིན་ན་ད་དུང་ཨིན་ཇིའི་ཡི་གེ་ཡིན་ན་ཚང་མ་ལ་གོ་ཞབས་བྱས་ན་ཡག་པོ་ཡོད་རེད་བསམ། མི་རིགས་ག་བ་ལ་སྐྱེས་ན་སྐྱེ་བ་རྗེས་མ་ལ་ཨིན་ཇིའི་ཡིག་ད་ང་ཚོ་མི་ལ་སྐྱེས་མ་སྐྱེས་ད་ཧ་གོ་མ་འདུག་གལ་སྲིད་སྐྱེས་པ་འདྲ་བོ་ཞིག་མ་ཡིན་ན་རྒྱ་གར་གྱི་མི་འདྲ་བོ་ཞིག་ད་ཨིན་ཇིའི་མི་འདྲ་བོ་ཞིག་སྐྱེས་པ་ཡིན་ན་ལུང་པ་འདིའི་སྐད་ཡི་གེ་དེ་ག་དེ་ཤེས་པའི་མི་ཞིག་སྐྱེས་ན་ད་ཡག་གི་རེད་བ། དེ་འདྲ་ཡིན་བསམ་ཡི་གེ་ཚང་མ་ལ་གོ་ཞབས་བྱས་ཤག་ན

ག་རེ་ཞིག་བ་ལ་ང་རང་ཚོས་གྲྭ་བ་ཟེར་ཏེ་ཞིག་ཡོད་ལ། དེ་གྲྭ་བ་རབ་ཏུ་བྱུང་བ་ཟེར་དེ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ཟེར་དེ། དཔེར་ན་ང་འདྲ་བ་ཞིག་ན་རབ་ཏུ་བྱུང་བ་ཡིན་གྲྭ་བ་ཡིན་ཟེར་བ་རེད་བ། བྱས་ཙང་ང་དགེ་འདུན་དཀོན་མཆོག་སྐྱེས་མ་རེད་བ་ངའི་རྒྱུད་ལ་ཡ་མཐོང་ལམ་དང་སྒོམ་ལམ་དང་དེ་འདྲ་གང་ཡང་ཐོབ་ཡོད་མ་རེད་ང་དགེ་འདུན་དཀོན་མཆོག་མ་རེད་དེ། ཡིན་ནའི་ང་ད། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས། ཏཱ་ག་ལི་ཀ་ལའི་དགེ་འདུན་དཀོན་མཆོག་གི་ཕྱོགས་དང་འཕགས་ཡ་སངས་རྒྱས་དཀོན་མཆོག་གི་ཕྱོགས་ལ་འགྲོ་གི་ཡིན་ཟེར་ནས་ཉམས་ལེན་བྱེད་ཀྱི་ཡིན་ཟེར་ད་འདིའི་ཕྱོགས་ལ་འགྲོ་གི་ཡིན་ཟེར་མཁན་དེ་ཆགས་བསྡད་ཀྱི་ཡོད་པ་ཡིན་ཙང་དེ་གའི་རིགས་ལ་ཡང་ནི་ཅིག་ག་ལ་བར། དགེ་འདུན་དཀོན་མཆོག་དངོས་ན་ཞིག་གིས་ཨ་ནི། ག་ལ་བར་གུས་ཞབས་བྱེད་དགོས་རེད་ཨེ་བྱེད་ད་འདི་གསུམ་ཡོད་པ་འདྲ་དོན་དག་རྡོག་རྡོག་སྒྲོལ་བྱེད། ཞུས་བ་ཡིན་ན། ད་དེ་འདྲའི་སྒྲོག་བྱེད་རེད་ད་འདི་ཡིན་བྱེད་ཀྱི་ག་རེ་འཁྲུལ་བ་རེད་ལབ་ན། ཐུན་མོང་མ་ཡིན་པའི་བསླབ་བྱ་དེ་ལ་དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ་བྱའི་མདོ་ཕྱེ་ནས་གསུམ་གསུམ་ཡོད་རོ། ད་དྲུག། ཐུན་མོང་མ་ཡིན་པའི་བསླབ་བྱ་དྲུག་དེ་ཟིན་པར་བཤད། ད་ཐུན་མོང་གི་བསླབ་བྱ་དྲུག་དེ་དང། ད་ཐུན་མོང་གི་བསླབ་བྱ་དྲུག་དེ་ག་རེ་ལ་ན། ཡོན་ཏན་རྗེས་སུ་དྲན་པ་བསལ་དེ་དང་པོ། ད་ཡོན་ཏན་རྗེས་སུ་དྲན་པ་ནི་ཁ་སང་ངས་ཞུས་ཚར་ཡང་སངས་རྒྱས་དཀོན་མཆོག་གི་ཡོན་ཏན་ཆོས་དཀོན་མཆོག་གི་ཡོན་ཏན་དགེ་འདུན་དཀོན་མཆོག་གི་ཡོན་ཏན། ཡང་མིན་ན་སངས་རྒྱས་དཀོན་མཆོག་ང་རང་ཚོ་ནང་པ་སངས་རྒྱས་པའི་སྟོན་པ་དང་ཕྱི་རོལ་པའི་སྟོན་པ་གཉིས་བར་ཡོན་ཏན་གྱི་ཁྱད་པར་གར་འདུག་འདི་ཚོ་ང་ཚོས་དྲན་པའི་སྒོ་ནས་སྐྱབས་འགྲོ་བྱེད་ཨ། དག་ན་བཞིན་ནང་པའི་གི་ཆོས་དཀོན་མཆོག་དང་ཕྱི་རོལ་པའི་གི་ཆོས་ཉམས་ལེན་བྱེད་སྟངས་གི་བར་ལ་ཁྱད་པར་གར་འདུག་ཤེས་པའི་ཐོག་ནས་སྐྱབས་འགྲོ་བྱེད་ཨ། དག་ན་བཞིན་ནང་པའི་གི་འཕགས་པའི་དགེ་འདུན་དང་ཕྱི་རོལ་པའི་དགེ་འདུན་གཉིས་བར་ལ་ཁྱད་པར་གར་འདུག་འདིའི་དབྱེ་བ་ཕྱེ་ནས་འདུག་ཕྱེ་ནས

སངས་རྒྱས་ཀྱི་བཀའ་དྲིན་ཐད་ཀར་འགྲོ་ཆགས་བསྡད་ལ་ད་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་དེ་ནི་ང་རང་ཚོ་ད་ལྟ་ཅིག་ང་ཚོ་འཚོ་ཐུབ་ཡས་གོ་ར་ཟ་ཡས་ཐུབ་ཡས་ལ་སོགས་པ་འདི་གའི་འཚོ་ཐུབ་ཡས་ཁོ་རང་རྒྱ་རོམ་གྱི་ཐུགས་རྗེ་བཀའ་དྲིན་རོ་བྱས་ཙང་བཀའ་དྲིན་དྲན་པའི་སྒོ་ནས་ནི་ཟ་བ་དང་བཅའ་བ་ལ་སོགས་པ་འདི་གའི་ནི་མཆོད་པ་ཕུལ་གོ་རེ་ཅེས་གསུངས། ད་འདི།

ཉིན་ལས་གསུམ་ནས་མཚན་ལས་གསུམ་སྐྱབས་འགྲོ་བྱེད་པ་རེད། ད་ད་ངའི་ཡོན་ཏན་རྗེས་སུ་དྲན་པ་འདི། ཉི་མ་ཉི་མའི་སྐོར་ལ་ལན་གསུམ། མཚན་མ་སྐོར་ལ་ལན་གསུམ། ད་དེ་འདྲས་མ་བྱུང་ན་ཉི་མ་གཅིག་ལ་ཞོགས་ཀའི་ལན་གསུམ་ཅིག་བྱེད་ཐུབ་ན་ཡང། ཡང་ན་དགོངས་དག་ལན་གསུམ་ཅིག་བྱེད་ཐུབ་པ་ཡིན་ན། ད་དེ་དཔེ་ཡག་པོ་རེད་ཅེས་ཞུ་ཡ་ཡིན། ཨོ་ད་དེ་འདྲས་འདྲ་བ་ཅིག་རེད་ད་དེ་ནས། མཐའ་མ་དེ། བྱ་བ་ག་རེ་བྱེད་པ་ཡིན་ན་ཡང། བྱ་བ། གང་བྱེད་པ། བྱེད་པ་དེ། ད་དཀོན་མཆོག་གསུམ་ལ་ཡང་བློས་འཁེལ་ནས་བྱེད་དགོས་ཀྱི་རེད་ཅེས་གསུངས་ཡོད་ད་བྱ་བ་ག་རེ་རེ་བྱེད་ཀྱི་ཡིན་ན་ཡང་དཀོན་མཆོག་གསུམ་ལ་བློས་འཁེལ་གསོལ་བ་བཏབ་ནས་བྱེད་དགོས་ཀྱི་རེད་ཅེས་གསུངས་ཡོད་ད། རྒྱ་གར་འདྲ་བོ་བྱ་བྱེད་ཡིན་ན་ཞིང་ལས་དང། ཚོང་ལས་འདི་འདྲ་ག་རེ་བྱེད་པ་ཡིན་ན་ཁོང་ཚོས་ཀྱི་དཀོན་མཆོག་ལ་ཡང་ཁོ་རང་ཚོས་ཀྱི་ད་ལྷ་དང་ཚུལ་ལ་ཡང་མཆོད་པ་ཕུལ་ཅེས་ཨ་ནི་ཀོ་ཀོ་ནོད་ཀྱི་འདི་ཁ་བཅག་གི་འདུག་ཁོང་ཚོས་མཆོད་པ་ཕུལ་ཀོ་ཀོ་ནོད་བཅག་ཅེས།

ནི་བྱ་བ་ག་རེ་བྱེད་ཀྱིན་ན་ཡང་དཀོན་མཆོག་གསུམ་གྱིས་ད་བསླབ་བྱ་དང་མ་འགལ་བ་ཞིག་བྱེད་ཀྱི་ཡིན་བསམ་པའི་ད་བསམ་བློ་གཏང་དགོས་ཡ་འདི་གལ་ཆེན་པོ་རེད་བྱས་ཙང་བྱ་བ་ག་འདྲ་རེ་བྱེད་ཀྱིན་ན་དཀོན་མཆོག་གསུམ་བློས་འཁེལ་ནས་བྱེད་དགོས་རེད་ཅེས་གསུངས་ཡོད་ད་ཞིང་ལས་དང་ཚོང་ལས་དང་ག་འདྲ་བྱེད་ཀྱིན་ན་དེ་རིང་ཉིན་མོ་གཅིག་ལ་བྱ་བ་ག་རེ་བྱེད་ཀྱིན་ན་དཀོན་མཆོག་གསུམ་ལ་ད་བློས་འཁེལ་ནས་བྱེད་དགོས་ཡ་འདི་གལ་ཆེན་པོ་རེད་ཞུས་ཡིན་འོ་ད་འདི་སྐྱབས་འགྲོས་ཀྱི་ཉམས་ལེན་བྱ་འདོད་ཡོད་རེད་ཞུས་ཡིན་ད་འདི་རེད་ད་འདི་ནས་མཐའ་མ་འདི།

ཡོན་ཏན་རྗེས་སུ་དྲན་པ་བཀའ་དྲིན་རྗེས་སུ་དྲན་པ། གཞན་སྐྱབས་འགྲོ་ལ་བཀོད་པ་ཉིན་ལན་གསུམ་དང་མཚན་ལན་གསུམ་སྐྱབས་འགྲོ་བྱེད་དགོས། ད་བྱ་བ་ག་རེ་བྱེད་མཁན་ནི་དཀོན་མཆོག་གསུམ་ལ་བློས་མཁས་ནས་བྱེད་དགོས། ཨ་ནེ་ཅིག་གིས་དཀོན་མཆོག་གསུམ་ལ་བློས་མ་བཏང་ཡང་སོ་སོའི་སྲོག་བཏང་དགོས་བྱུང་ན་ཡང་དཀོན་མཆོག་གསུམ་ལ་བློས་མ་བཏང་ཡང་བཟོ། འོ་ད་འདི་གས་དེས་དྲུག་དུས་ཐུན་མོང་གི་བསླབ་བྱ་དྲུག་བྱས། ཨ་ཐུན་མོང་མ་ཡིན་པའི་བསླབ་བྱ་དྲུག་དུས་དགག་པའི་བསླབ་བྱ་གསུམ་དང་སྒྲུབ་པའི་བསླབ་བྱ་གསུམ་ད་ད་གིས་གོང་ལ་ཡ། འགྲེལ་བཤད་ཆ་ཚང་ཞིག་ཞུས་ཟིན་པ་ཡིན། ད་དེ་འདྲའི་འདྲ་བོ་ཞིག་རེད། ད་སྐྱབས་འགྲོའི་བསླབ་བྱ་དེ་གས་དེ་ཆ་ཚང་ཞིག་གྲུབ་སོང་ཞོད་ཡིན། ད་ཐིག་པ་དུ་ལ། ད་ཁྱེད་རང་ཚོ་ལ་ཡང་སྐྱབས་འགྲོའི་གི་ངོ་སྤྲོད་གྲུབ་འདི་ཆ་ཚང་འདྲ་བོ་ཅིག། ཚགས་པའི་སོ་དྲི་བྱས་སོ། ད་འདི་ན་ད་འདི་ནང་ལ་ད་མེད་བསྡད་པ་འདི་ག་རེད། སྐྱབས་འགྲོ་གི་ཕན་ཡོན་འདི་ད་ངས་ད་ལྟ་འགྲེལ་བཤད་རྒྱག་ཡོད་མ་རེད། ཞེས་ད་ཆ་ཚང་འདྲ་བོ་ཅིག་ཚགས་པའི་སོ་དྲི་བྱས་སོ། ད་སྐྱབས་འགྲོ་ཚར་སོང། ཨོ་ད་འདི་འདྲའི་འདྲ་བོ་ཅིག་རེད། ཨ་ནི། ད་ང་ཚོ། སྤྱོད་འཇུག་གི།